སྒོ་རྩེ་མོ་ཆེ་མོ་མཆོག་གིས་སྐུ་ཕྲེང་རིམ་བྱོན་དང་ལྷག་པར་དུ་སྐུ་ཕྲེང་བཅུ་བཞི་པ་ཆེན་པོ་མཆོག་གིས་སྤྱིར་བོད་རིགས་མི་མང་དང་ལྷག་པར་འཇིག་རྟེན་སྤྱི་ཡོངས་ལ་ཡང་བཀའ་དྲིན་ག་རེ་གནང་ཡོད་པ་དེ་ང་ཚོས་བཤད་མ་གོ་བ་ཚང་མས་དགོངས་པ་ང་ཚའི་དག་རང་རེད། གཞུང་ནས་བཤད་པ་ནང་བཞིན་བྱས་པ་ཡིན་ན་ཆོལ་གསུམ་པའི་བཀའ་དྲིན་བཤད་རྒྱུ་ཅི་ནས་ལབ་པའི་བཀའ་དྲིན་ཟང་ཟིང་འཁུར་འདོད་པའི་བཀའ་དྲིན། དེ་ལས་གཞན་དུ་བཤད་པ་ཡིན་ན། སྡོམ་པ་གསུམ་དང། དབང་བསྐུར་རྒྱུད་བཤད་ལ་བསུ་བའི་བཀའ་དྲིན་གསུམ་ལྡན་གྱིས་བསྩལ་བའི་ལྷ་མ། དག་ན་བྱུང་ནས་བཤད་པ་ན་བཞིན་མ་སྤྱིར་སངས་རྒྱས་སུ་གནས་པའི་ལྷ་བའི་བཀའ་དྲིན། དགོས་ཤར་ལྗགས་ཐུབ་པ་ལ་ལྷ་བའི་བཀའ་དྲིན། བྱེད་སྟངས་ཀྱི་ཅང་ཡོད་པ་དེ། ངས་འགྲེལ་བཤད་ཞུ་དགོས་ཡ་ཡོག་མ་རེད་ཐུབ་ཡ་ཡོག་མ་རེད་ཚང་མས་ཐུབ་ལ་མ་པར་ཟེར། སྨྲས་པའི་ལན་དུ་དྲིན་དུ་གསོལ་བ་ནི་སྒོ་ཡི་ཚིག་བཞིན་ཉམས་སུ་བླངས་པ་ཡིན་གསུངས་པ་ནང་བཞིན་བཀའ་དྲིན་གསོལ་བའི་རིམ་པའི་ནང་ལ་ང་ཚོས་ཡང་ཡང་བཀའ་དྲིན་རྗེས་དྲན་ཞུ་ཡག་དེ་དམ་བླང་རུ་གཅིག་རེད་དེ་གཙོ་ཆེ་ཤོས་དེ་བཀའ་བཞི་སྒྲོལ་སྤྱི་བའི་གཉེར་པ་བྱེད་ཡག་དང་བླ་སློབ་ཀྱི་དམ་ཚིག་མ་ཉམས་བྱེད་དགོས་དེ་གལ་ཆེན་པོ་ཞེ་དྲག་རེད། སྤྱིར་བཏང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། སྐུ་ཕྲེང་གཞན་དག་ཐམས་ཅད་ལས་ལྷག་པའི་དགུང་ལོ་རིང་པོ་ཐང་ཐང་བར་དུ་བཞུགས་ཟིན་པ་རེད་ད་དུང་ཡང་བཞུགས་ཡག་གི་ཞལ་བཞེས་ཡོད་རེད་དེ་ཞལ་བཞེས་དེ་སྤྱད་དེ་དོན་དུ་སྨིན་དང་མ་སྨིན་དེ་པོའི་སྤྱི་དོན་གྱི་བསོད་ནམས་དང། བླ་སློབ་ཀྱི་དམ་ཚིག་ལ་རག་ལས་པ་དེ། ཆོས་འབྱུང་གི་བཀའ་ལུང་བཟོ་བ་ཚང་མའི་ནང་ལ་གསལ་པོ་བཞག་བཅས་ཡོད་རེད་དེ་འདྲ་ཡིན་ཙང་ང་རང་ཚོའི་བཀའ་བཞིན་སྒྲུབ་པའི་བྱེད་པས་མཉེས་པར་བྱེད་དགོས་ཡག་དང། བླ་ལུག་གི་དམ་ཚིག་མ་ཉམས་པ་བྱེད་དགོས་ཡ། དམ་ཚིག་ཉམས་པའི་ཉམས་ཁྲིད་ཡོད་པ་ཡིན་ན། རྗེ་བཙུན་དང། ཐང་བསྲིང་ཡག་དང་རྒྱུན་བསྲིང་ཡག་དེ་གལ་ཆེན་པོ་ཡིན་ཙང་དེ་ཚང་མས་དགོངས་པ་རྒྱག་དགོས་ཡ་ཐུགས་གལ་ཆེན་པོ་འདུག་བསམ་གྱི་འདུག་མཐའ་དོན་དགོངས་ཚུལ་དངོས་ཆེན་པོ་ཞིག་སྐུ་ཚེ་བརྟན་པ་དང། ཆོས་སྡེ་ཆེན་པོ་འདི་ཡང། ཤེས་དྲུག་ཅན་གྱི་བྱ་བ་སྔར་བཞིན་ཡར་རྒྱས་ཡོང་བའི་སྨོན་ནུས་ཞུ་ཞེས་ཐུགས་ཆེ་གནང།